ཨོ་བཀྲ་ཤིས་བདེ་ལེགས། ཨ་ནེ་ངས་ནང་བསྟན་དཔེ་ཚོགས་ལྟས་ནས་སམ BDRC གི་དྲ་ཚིགས་གསར་པ་ནང་ནས་ཨ་ནེ་མི་སྣ་འཚོལ་བཞུབས་བྱེད་ས་གི་ཨ་ནེ་སྡེ་ཚན་གཅིག་འདུག་དེའི་ནང་ནས་གཙོ་བོ་ང་ཚོ་བོད་ཀྱི་དངོས་བྱུང་མཁས་པ་དང་ཨ་ནེ་མི་སྣ་གྲགས་ཅན་ཨ་ནེ་རྩོམ་པ་པོ་གི་རིགས་དེ་ཚོ་ཨ་ནེ་ཧ་ཅང་གི་ཁ་གསར་པོ་དང་འདུམ་བདེ་པོ། ཨ་ནེ་ཕུན་སུམ་ཚོགས་པ་ཞིག་གི་ཐོག་ནས་འཚོལ་བཞུབས་བྱེད་ཐུབ་ཀྱི་འདུག་ཨ་ནེ་དེ་འཚོལ་བཞུབས་བྱེད་སྟངས་ཀྱི་སྐོར་དེ་ངས་དཔེ་མཚོན་གྱི་ལམ་ནས་ངོ་སྤྲོད་རྩིས་བྱེད་ཀྱི་ཡིན།

དེ་ནས་མི་སྣ་འདིའི་ནང་སླེབས་དུས་ན་མི་སྣ་རིགས་མ་འདྲ་བ་ལྔ་ཀྱི་ཚད་ཡིན་དགོས་འདུག་ཨ་ནེ་འགྲིག་པ་གང་ལེགས་མི་གཅིག་མ་གཅིག་མེད་དུས་ན་ང་ཚོ་གི་ལྟ་འདིའི་ནང་མ་ར་མི་སྣ་འདྲ་མིན་སྣ་ཚོགས་ཀྱི་ཚད་བཞག་འདུག་དེ་འདྲ་ཡིན་དུས་ན། ང་ཚོ་གི་འདི་ན་འདེམས་གསེས་ཁ་ཤས་དེ་བརྒྱབ་ནས་ད་འགྲིག་པ་གང་ལེགས་སོ་སོ་གི་ཚད་ར་དེ་གཅིག་པོ་ལྷག་བསྡད་དགོས་རེད་དེ་འདྲ་བཟོ་སྟངས་དེ་དང་པོ་དེ་ཕོ་མོ་ཟེར་ར་དེ་གི་ནང་ནས་འགྲིག་པ་གང་ལེགས་ཕོ་ཡིན་པ་གཅིག་ཨ་ནེ།

དེའི་འོག་ལ་འདི་ང་ཚོ་འདི་ལ་དྲ་ཐག་ཁ་ཤས་ཤིག་ཡོད་པ་དེ་འབྲུག་པ་གོང་ལེན་དང་འབྲེལ་བ་ཡོད་པའི་ཆུ་ལོག་གི་དྲ་ཚིགས་འདྲ་མིན་སྣ་ཚོགས་ཅིག་ཡོད་རེད་དེ་ཚོའི་ཚང་མ་ནང་ལ་ད་འདི་ནས་ཚེ་དཀར་མཐུད་རྒྱབ་བྱ་ཡོད་རེད་དེ་འདྲ་འདི་སོ་སོའི་དུས་དང་འདི་བརྗེ་ཆགས་ཚེ་ན་འགྲིག་གི་ཡོད་རེད། དེ་ནི་དང་པོ་ངས་འབྲུག་པ་ཀུན་ལེགས་ཟེར་ཡ་དེ་གི་སྒང་ལ་སྤྱི་ཡོན་རྣམ་པ་ཡིན་ན། འོ་འདི་ཁོ་རང་གི་སྡེ་ཚན་དེའི་ནང་ལ་སླེབས་ཡོང་གི་འདུག་འབྲུག་པ་ཀུན་ལེགས་སྡེ་ཚན་ནང་སླེབས་འགྲོ་གི་འདུག་དེ་ནི་དང་པོ་དེ་འབྲུག་པ་ཀུན་ལེགས་མཚན་གྱི་ཨ་ནི་ཡོངས་གྲགས་ཀྱི་མཚན་གྱིས་དེ་ནི་དེ་ཁོང་གི་འཁྲུངས་ལོ་དང་འདས་ལོ་གཉིས་ཀ་དེའི་སྒང་ལ་བཞག་ཤག་འདུག་དོལ་གྱིས་དེ་ནི་མཚན་གྱི་རྣམ་གྲངས་ཡོངས་སུ་རྫོགས་པ་དེ་འདི་ནང་མ་རེད་འདུག་ཨ་ནི་འདི་ཧ་ཅང་མང་པོ་ཅིག་འདུག་དེ་འདི་མཚམས་ནས་ཡང་འགྲིག་པ་གནང་སོང་ཟེར་བ་ལྟ་བུའི་མཚན་གྱི་རྣམ་གྲངས་མང་པོ་ཅིག་འདུག་ཨ་ནི། བུ་མོ། དེ་ནི་ནི་ཚུར་དེ་ཁོང་གི་འཁྲུངས་འཁྲུངས་དུས་དང་ཨ་ནི་འཁྲུངས་ཡུལ། ཨ་ནི་འདི་ལོ། ཨ་ནི་ཁོང་གི་ད་ཕྲུ་གུ། ཨ་དེ་ནི་ཕ་མ། ཨ་དེ་ནི་ཁོང་གི་ད་ཉེ་འབྲེལ་མིང་སྲན་ཟེར་དགོས་ར་ལྟ་ཚོད་དང་དགེ་རྒན་དང་དེ་ནི་ཁོང་གི་ཆོས་རྗེ་ཨ་ནི་ཁོང་དང་འབྲེལ་ར་ཡོད་པའི་གི་མི་སྣ། དེ་འདྲ་ཚད་ཡོང་གི་འདི་ཆ་ཚང་འདི་ནང་མ་ར་ཁ་གསར་པོ་ཅིག་ནས་བཞག་ཞང་འདི་བ། དེ་ཅི་དེ་ནི་འབྲེལ་ཡོད་རྒྱུ་ཆ་ཟེར་བ་དེ། མང་ཆེ་ཤོས་དེ་འགྲུལ་པ་ཁོང་ལས་ཁོང་གི་རྣམ་ཐར་དང་ཨ་ནི་ཁོང་དང་འབྲེལ་བ་ཡོད་པའི་བརྩམས་ཆོས་ཁག་རེད་ཁྱོན་བདུན་པའི་ཨ་ནི་སུམ་ཅུ་སོ་བརྒྱད་འདུག་ག་འོ་དེ་འདི་ལ་རིམ་པ་གཅིག་གཉིས་སྣོན་པ་ཡིན་ན་ནས་འགྲུལ་པ་ཁོང་ལས་གི་རྣམ་ཐར་དེ་མང་པོ་ཞུ་བཞིན་འདུག་དེ་ཚང་མ་མཉམ་དུ་ང་ཚོ་གི་ལོངས་སུ་སྤྱོད་ཆོག་གི་ཡོད་རེད་ཨ་དེ་འདྲ་ཅིག་ད་དེ་ནས་ད་འབྲེལ་ཡོད་བརྩམས་ཆོས་ཟེར་བ་ཅིག་འདུག་འདི་ནང་དམར་པོ་དེ་ནང་འབྲེལ་ཡོད་བརྩམས་ཆོས་ཟེར་བ་དེའི་ནང་ལ་ད་ཁོང་དང་འབྲེལ་བ་ཡོད་བསྡད་པའི་བརྩམས་ཆོས་ཡོངས་སུ་རྫོགས་པ་དམིགས་བསལ་གི་ཁོང་གི་བརྩམས་ཆོས་དང་བཅས་པ་འདིའི་ནང་ལ་འདུས་ཡོད་རེད། ཡིན་ན་ཡང་དག་བརྩམས་ཆོས་འདི་འཚོལ་ཞིབ་བྱེད་སྟངས་དང་དཔེ་ཀློག་བྱེད་སྟངས་ཀྱི་སྐོར་དེ་ངས་འདིའི་ངོ་སྤྲོད་དེ་སྔོན་མ་ནས་གསུངས་ཚར་བ་ཡིན། ཨ་ནི་འདི་ལ་དཔེ་བལྟས་ནས་ད་ང་ཚོ་གི་འདིའི་ནང་ལ་མི་སྣ་འདྲ་མིན་སྣ་ཚོགས་ཅིག་ཡོད་རེད་དེ་འདྲ་ཡིན་དུས་ན་དེའི་ནང་ལོགས་མི་སྣ་ཚང་མ་འཚོལ་ཞིབ་བྱེད་སྟངས་ཀྱི་རིགས་དེ་འདི་ཙམ་གྱིས་འདི་འདི་དང་གཅིག་མཚུངས་ཡིན་དུས་ན་རྣམ་པ་ཚོས་འདི་ལ་དཔེ་བལྟས་ནས་འཚོལ་ཞིབ་བྱེད་ཤེས་པར་བྱེད་རོགས་གྱིས། ཨ་ནི་རེ་བ་ཞུ་གི་ཡོད་ཐུགས་རྗེ་ཆེ།